སྡེ་པས་ན་ནི། དཀའ་སྤྱད་རྟོགས་ན་ཤངས་པའི་ཁོག་ན་མཛད་དེ་ཨོང་བྲག་ནས་བུད་སོང་དུ་བཙལ་ནས་ཨོང་བྲག་ཡ་གི་མ་ཨོང་རྟ་ལ་སྒོ་འདུས་དུ་བཙལ་ནས་བླ་མ་ཡ་གི་ཨོང་སྒོ་གཙོ་བོ་ཧ་ལམ་མི་ལྡན་ཚུལ་ཤེས་འོང་དུ་འཁྲུལ་ཐོག་ཏུ་མ་བཞག་ནས་སླེ་འོང་ནས། སྐོང་ཚད་ཚོགས་འདུ་རྗེ་གདུང་ལུང་པ་སྐོར་སྤྲད་ནས་ཁྱོད། ཁྱོད། སྡིག་ཅན་གྱི་གང་ཟག་ཅན་གྱིས་ཚོགས་བསགས་མི་དགོས་པའི་སྒྲིབ་སྦྱོང་མི་དགོས་པའི་བླ་མ་ལ་ཡན་འབོ་ཡ་མི་དགོས་མི་ཅི། ཁྱོད་དབང་དྲག་ན་བཟླས་ཆོག་ཆོག་ངག་གི་དམ་པའི་ཆོས་དེ་ཆུད་བཤོལ་ཆོག་ཆོག་ཁྱོད་སུས་སྐད་གཏོང་པར་སེམས་དེ་ཀ་ཅན་ཀྱང་ཀྱང་གནང་རྒྱ་གདུང་ཀྱང་ཀྱང་དྲས་དབང་དྲག་གནང་རྩ་ནས་བཟླས་མ་ཆོག་དབང་ཚིག་གཅིག་ཀྱང་གནང་རོགས་མ་བྱེད་དེ་བོད་རྒྱ་ཅོ་རེ་བོད་ཞང་གསུམ་པ་རེ་དབང་དྲག་ནས་བོད་དེ་རྒྱ་ཐང་བྱས་ཏེ་མ་སོང་དེ་རྒྱ་ཐང་བྱས་ཏེ་མ་སོང་ནས་དགའ་མི་གསུང་ཀ་ནས་ནི་ཁྲག་ནག་ཟག་པ་དང་ན་ས་སོགས་ནི་ཞང་ཞང་ས་གནས་མདུན་དུ་བྱས།

དེ་དག་ཐང་ཆད་གི་ནི་ཁྲག་ཟ་གི་ཡོད་རེད་རྣག་འཛག་གི་ཡོད་རེད་དེ་ནི་ཀྱི་ཡ་རྩ་ནི་དྲག་རྩལ་གི་དམག་སྨན་བཞུགས་རྒྱུ་ལ་སོགས་པ་དེ་རིགས་ཁ་ཚོན་འདྲ་བོ་ཆ་གཅིག་ག་གི་གཅིག་ཡོད་མ་རེད་བ་ཅི་ཀུ་མེད་དེ་དེ་ནས་ན་ས་ཀྱོ་མ་ཀྱོ་ནི་ད་རྡོ་ཁུ་ས་འདྲ་བོ་ཁུ་ཐར་རྩ་ནི་མེ་ཡོ་ནི་དེ་ནི་མདོ་འདོ་ལ། གྲོང་གི་དཀྱིལ་དོ་ལ་རྡོ་གླེང་སྤུ་མི་བསྟན་དོ་ལ་རྡོ་སོགས་ནི་དེ་ནི་རྡོ་མདོ་ཅོ་ཅོ་ཀུ་ནི་དེ་ནི་ད་ད། མིལ་སེང་ཁ་དགུ་ཐོག་ཐོག་རྩ་བདུན་པ་ཕྱི། བདུན་པའི་ཕྱི་ཡན་ཆོད་དང་དེ་ཀུན་དགའ་ར་བ་ལ་སོགས་པ་དེ་སོགས་ཐམས་ཅད་རྡོ་མདུན་དུ་བྱོན་ཀྱང་ཁོ་ནས་དེ་ནི་མཁའ་ལས་བཤད་པའང་རྡོ་རྩིག་བརྒྱ་པ་རེ་གསུམ་པ་རེ་མཁའ་ལས་བཤད། དེ་ནས་ཞེས་བཞེད་པའི་མི་དེ་ནི་ཡང་རྗེས་མ་དུས་ཚོད་ཅིག་ལ། གཞུང་གི། སྔོ་སྟན་ཆོས་རྡོ། ཀྱེ་རྡོ་རྗེ་ཀྱི་དབང་ཞུ་བ་ལས་ཞུ་བའི་གསུང་རེད། སྔོ་སྟན། དེ་ནི། བླ་མ་སྔོ་པ་སྔོ་སྟན་ཆོས་རྡོ། གའི་སྐྱེ་རྡོ་གི་དབང་ཤོར་བའི་ཕྱིར་རྡོ་ལ་དེར་བླ་མའི་སྐུ་མདུན་སྐྱ་བ་རེ་བླ་མ་མ་བ་ཤའི་དབང་གནང་པ་ཞག་བཞི་མཛད་དབང་གནང་རྒྱུ་གི་དུས་ཚོད་ཐམས་ཅད་གཏན་འབེབས་བྱས་ནས་དབང་གནང་དུ་སོང་གི་ཡོད་རེད། སྐབས་དེ་དུས་ད་ཁོང་ལ་ཡང་དེ་ནས་སྐྱེ་རྡོ་གི་དབང་དེ་མཉམ་དུ་ཐོར་རོ་བྱས་ན་བསམ་པས་མ་སུ་གི་རེ་བ་ཅིག་ཡོད་དེ་རེད་དེ་ཡོད་དུས་ཡུལ་ལ་ཕ་ཡུམ་ལ་སོང་དུས་ད་བླ་མ་ལ་ཞུ་ཕོད་གི་ཡོད་མ་རེད་ཡང་བདག་མེད་མ་ལ་ཞུ་ནས་ཡུམ་ལགས་ཀྱིས་ཡུམ་ཆེན་ལགས་ཀྱིས་ང་ལ་རོགས་པ་ཅིག་བྱེད་རོགས་ཅིག་ད་རེས་ཀྱི་བུ་དེར་སྐྱེས་རྡོ་རྗེ་ཀྱིས་འོངས་ཏེ་གཡང་དུ་དོར་རོགས་ཅིག་བྱས་ན་གསུངས་པ་ལྟ་བུ་དེ་འགྲིག་གི་རེ་བ་བྱས་པ་རེད། ད་ཡི་ཡུམ་ཁྱེའུ་པད་མ་སེར་ཤ་རྩ་ཧ་ལས་སྙིང་རྗེ་ནས། མོ་རང་གི་བུ་ལས་ཀྱང་ཐུགས་རྩིས་ཆེ་བ་ཅིག་མཛད་གི་ཡོད་རེད་མི་ལ་རས་པ་དེ་དེ་ཡིན་ན་ཡང་རིག་ས་ནས་བླ་མེད་ཀྱི་རིག་ས་མཐོང་ས་ནས་ཐུགས་རྩིས་མཛད་ཆོག་གི་ཡོད་མ་རེད་ཡང་བླ་མས་བཀའ་སྤྱད་མཛད་མཛད་མ་གཏོགས་ཕན་ཐོགས་མ་བྱུང་པ་ཅི་རེད། ད་ཡོང་མོ་རང་ལགས་ཀྱི་ཕག་གི་རྒྱུ་ནོར་ཡིན་དགོས་ཚ་ཨ་ཕག་གི་ཕ་རྒྱུ་ནི་མ་སྤྲད་དགོས་རྒྱུ་མཁྱེན། ད་ཁྱོ་ག་སེ་ན་གར་སེ་དགོས་རེད་ཞེ་ས་ཤོད་ན་གོང་རིག་གི་ད་གར་སེ་དགོས་རེད། མ་པ་ལོ་ཚོ་གི་རྒྱུ་རྫས་དང་མ་འདྲེས་དགའ་རྒྱུ་མི་རུ་རང་གི་དགེ་རྒྱུ་ཡིན་དགའ་རྒྱུ་གི་གཡོ་གཅིག་ཡོད་རེད་གསུང་རུ་ཕ་ནོར་གཡོ་ཆེན་པོ་གཅིག་ཡོད་རེད་གསུང་པ་རེད། དེའི་གཡོ་དེ་ང་རང་རང་གི་རྒྱུ་ཡིན་ཕ་རྒྱུ་ཡིན་མ་གཏོགས་ཅི་བུ་གི་དེ་ནི་ཨ།

བསྐོར་བཙུགས་ནས་སྐུ་དམག་ཁྲོམ་པ་བརྒྱ་པ་ཁྱོད་བླ་མ་བསྟེན་ཁ་འོང་ཡིན་ཟེར་ནས་ངུ་གེ་སྐྱེ་མེད་ཀྱི་གཡོ་དེ་ཁྱོད་སྐུ་དམག་བརྒྱབ། ད་རང་ལ་ཨོང་དྲག་དུ་ཡག་འོང་ན་ང་ཁྱོ་ག་ལ་ཚོ་ཕུད་ཁྱོད་པད་མ་སྲིད་རེད་ཟེར་གྱིས་ནས་དེ་ནི་བསྐོར་བཙུགས་རྒྱ་གདུང་སྤྲད་སྐྱེ་གང་གྱི་རྒྱོད་གང་ལ་ཉན་མ་བྱུས་ཟེར་ནས་དེ་ནི་བོད་རྒྱ་རྒྱོད་རེད་ཡང་ཁོང་བྲོས་འགྲོ་དགོས་ཐུག་པ་རེད་མ་འགྲོས་རང་འགྲོས་རེད། ཨོང་ཉུང་མ་ཐོག་གསུམ་པ་རེད། ཨོང་ཐོག་རྒྱུད་དུ་ཕ་ཟས་བཞག་སྟེ་རྒྱལ་གདུང་དུ་བླུན་པ་ཁོང་ར་བུ་ཀྱི་སྟེང་དུ་ན་ལ། ཀུ་ཤོད་ཅེས་བོར་ཨབ་སོང་བ་རེད་དེ་ནི་གཡོ་གཡོ་དེ་ཡག་གོ་གཡོ་ནི་ང་རང་གྱིས་ངུ་སྐྱེད་མེད་གི་རེད་ཟེར་ཁོས་སྐྱོབ་རྐུ་མ་རྒྱག་རྒྱུ་རེད་ཟེར་ནས་དེ་ཡར་འཕྲོག་ནས་ཨོང་མ་ཐོག་པ་དེ་འདྲི་བྱུང་བ་རེད་གསུངས་རེད། ད་ནི་ངེས་པར་ཁྱོས་མི་ཐོག་པ་འདི་འུ་མྱངས་ཏེ་འཁྱམས་དེ་ནི་ཤན་པའི་ནང་ལྷོ་བྲག་ཁོག་པུད་ཀྱི། དོལ་རྒྱལ་གྱི་ནང་དུ་བརྒྱད་སྟོང་པ་ལོག་ཏུ་བཅུག་གསུངས་པ་རེད་ད་ཁོང་ཧ་ཅེ་ཧུད་ཐུག་ཚར་རེད་ད་སེར་འདྲ་པོ་ཕམ་ཕམ་གུ་རུ་བ་ཡ་ཅེ་ད་དེ་གཙང་བྱེད་རྒྱལ་དེ་རིགས་ཁ་ཚང་གི་མི་ལ་ནི་གོ་ཚིག་ཆེ་ཞེ་འགྲོ་ས་ཡོད་མ་རེད་ཕ་རོ་མ་རོ་ཟེ་ཡོང་གི་རེད་མ་ཏོག་ཅིག་བྱོས་གི་ཨོང་ཅིག་གི་ཕྱི་དོར་ངས་འདི་འདྲི་བྱས་སུ་ཞིག་གིས་ཟེ་མི་སུ་ཡོད་མ་རེད་དེ་ད། དེ་ཙམ་གྱིས་དགྲ་བླ་མ་སྐབས་དེ་དུས་ཀྱི་བླ་མ་དེ་འདྲས་ཀྱིས་བསྐྱངས་པ་འདི་འདྲས་གནང་དགོས་ཡོད་རེད། དེ་རྗེས་མི་ལ་རས་པ་དག་གིས་གླུ་ཤ་རོགས་དང་བཅས་པ་ཐང་ཆེན་གྱི་གཡོ་ག་དུ་ཟས་ཀྱིས་ནི་བློ་སྙིང་ཐང་ཆད་ཕྱིར་མཐོང་མི་ཅིག་རེད་ཚ་རེད་འཇིག་རྟེན་ཕ་ཕ་གཅིག་གིས་བལྟས་ན། དེ་ད་རུང་ལ་ཡང་ཨོང་ཚིག་ཅིག་ཐོགས་གི་ཡོད་མ་རེད་དེ་མི་གཞན་དག་ཐང་ཆད་ལ་ནི་ཨོང་ཡན་ཡང་མེད་ན་ཡང་དག་ཅིག་གནང་དགོས་ཡོད་རེད་ཨོང་ར་འགྲོ་ཚད་ཐང་ཆད་ཨོང་ཐོགས་འདུག་གི་ཡོད་རེད་ཨོང་དུ་ཟླ་ང་གཅིག་བཞུགས་ཚད་ཐང་ཆད་དེ་གང་ལ་མི་ཐོགས་འདུག་པད་མ་ཞིག་སེང་ཐིག་ཐོགས་ནས་སྐྱེས་ཕམ་ཁྱད་པར་དུ་ཡོན་བདག་མེད་མ་གི་མོ་རང་གི་རང་རྒྱུ། དག་ཤེས་ཟག་མ་གི་ནི་མོ་རང་གི་ཆོ་ག་དང་རྩ་ནི་འབྲལ་བ་མེད་པའི་གི་དབང་རྒྱུ་ཕ་རྒྱུ་ཡིན་ཟེར་བྱས་ནས་ཡོན་བདག་མེད་མ་གི་དབང་ཡན་ཆད་དུ་ལ་ཁོང་ལ་སྣང་བ་རེད་དེ། དེ་སྣང་རྒྱུ་ཅན་དེ་ཕག་གི། ཁོང་གི་དན་རྟོགས་པ་ཙམ་ནི་ཕག་གི་ཟས་ཟ་ཤ་ཟ་ཤེས་ཡོད་ཤེས་ཤ་ཟ་ཙམ་རག་རྒྱུ་ཕག་གི་དེ་ཆོས་སྐུ་མ་རེད་ཟེར་ནས་ངུ་སྐྱེ་མེད་གི་གཡུ་རྡོག་པོ་ཆེ་ཡོད་རྒྱུ་ཆོས་སྐུ་མ་རྒྱག་འདུག་ཟེར་བྱས་ནས། དེ་བཀའ་སྤྱན་གནང་ཟླ་གཅིག་པོ་ཡོང་དུ་སོང་དེ་ཁོང་སེམས་ཕམ་ཐག་འདྲ་དུ་ཁྱོད་ནི་ཧ་ལས་པོ་གི་ད་ཐག་ཆད་ནས་ཁོང་ཧང་འདྲ་པོ་སོང་ནས་དེ་འཁྱང་ནས་བུད་སོང་བ་རེད་ད་ང་མི་སེར་སྐྱིད་ལ་ཆུད་མི་ཐོག་པ་བརྒྱ་ཤ་བརྒྱ་རེད་འདུག་སོང་ནས་དུ་ཐག་དེ་ཁྱོད་ནི་དེ་ནས་འཁྱང་ཞན་འགྲོ་དུ་སོང་ན། ལྷོ་བྲག་ཁུག་པོ་གི་དུ་ཚང་སྐྱེལ་གི་ནང་ལ་སོང་པ་རེད་དུ་ཚང་སྐྱེལ་གནང་འགྲོ་ནས་ད་ཅི

འབྲོང་རྒན་དཀར་ཟས་བླ་མ་ཆོས་འཕགས་འཕགས་པ་སངས་རྒྱས་དཀར་ཟས་ཀྱི་རེད་བྱང་སེམས་འཕགས་པར་ཆོས་འཕགས་བླ་མ་བསྟན་ཚུལ་ཁ་ཚོན་གང་གི་སྣང་དང་བཤད་འདོད་ཀྱི་ཆེད་དེ་ལྟ་བུ་ཅན་གྱི་ཆོས་ཀྱི་ཆེད་དུ་ལ་བཀའ་ཆོས་བཤད་ཕོད་ཀྱི་ལོ་རྒྱུས་ཆ་ཚང་དུ་བརྒྱད་སྟོང་ནི་ཡོད་པ་དེ་དེ་གང་གི་མཐོང་ཐེག་མ་ལྡན་ཡོང་དུ་བཙལ་ནས་ནི་སྣང་མཐའ་མཐོང་བས་ན་དེ་གི་རྐྱེན་བཤད་དེ་ཆོས་ཐོབ་པར་བྱེད་པའི་ཆེད་དུ་ལ་བཀའ་བཤད་སྙིང་རུས་དང་ངག་གི་དེ་དུ་ཆོས་འབྱུང་རེད་ཚར་འདུག་ལུས་ཁོ་བོས་བསྟན་དོ་ལ་དཀར་ཟས་གོ་རེད། མ་རྣམ་པ་གསུམ་བྱུང་སྟེ་དགའ་བ་པོའི་ཁམས་རྣམ་པ་གསུམ་བུག་པ་ཙམ་གྱི་འབྲི་གུའི་གཙང་གི་ད་རུང་ལ་ཚད་གི་མི་འདུག་དེ་ནི། གཞུང་སེང་སྟག་གཏུ་མུག་གི་སྙིང་རུས་ག་ཚོད་བཤད་འདུག་བཀའ་ཆོས་ག་ཚོད་བཤད་འདུག་དམ་པའི་ཆོས་སྐྱེས་ཤེས་ཤིང་གི་མདོ་སྡེ་རིན་པོ་ཆེ་སྐྱེས་ཐུབ་པའི་ཕྱི་དོར་བཀའ་བཤད་ག་ཚོད་བཟོས་འདུག་ཨོ་ད་དེ་ལ་ལྟོས་ན་ང་ཡང་ཆུང་ཆུང་རེད་འདུག་བསམ་པ་ལྟ་བུའི་དེ་ནི་བློ་གཅིག་ཤེས་འོང་དུས་ཀ་བཤད་བྱས་ཏེ་བླ་མེད་ཀྱི་སྐྱེ་གསུམ་བསྒྲུབས་ནས་ནི་ཐུགས་སུན་པ་ཞིག་ནི་ཞི་རྒོལ་བསྙངས་ཏེ་ཕྱིར་ལོག་སོང་ནས་ད་སྔ་ཁྱོད་དེ་ལྟ་བུ་ཅིག་མ་བཞེས་ན་རྡོ་རྩ་ནི་འགྲིག་ས་མ་རེད་སོགས་ནས་གཞུང་བཅའ་ཁོ་ཚོས་མདང་སྐྱ་བགོས་ནས་ཚུར་ཕེབས་ནས་བླ་མའི་སྐུ་མདུན་ཚུར་སླེབས་འོངས་པ་རེད་དེ་ཉི་མ་ད་ནས་བཟུང་སྟེ་གཞུང་སེམས་རྟག་ཏུ་ངུ་གི་བཤད་པ་ནོར་གི་བྱས་ནས་ད་ཅིག་ཤི་ན་འདི་ཞག་ལས་ཤི་ཆོག་འོ་བསད་ན་འདི་སྐྱིད་དུ་བསད་ཡའོ་བསྡུར་ཟས་སྐྱུ་རྒྱུ་མ་གཏོགས་བླ་མིག་གི་ཐུགས་ཅིག་ཟིན་པ་ཅིག་གཏོགས་བླ་མིག་གི་ཐུགས་ཅིག་ཡོད་དགའ་པོ་གིས་དང་པའི་ཆོས་ཀྱི་གདམས་པ་དེ་མ་རག་ད་རྩ་ནས་ཞོག་ད་རྩ་ནས་མི་དེ་མ་རག་བར་དུ་ལ་ཅི་མི་དགོས་ཅི་བྱེད་རྒྱུ་རེད་ན་ད་ཅི་གསུང་བཀག་གིས་སྡུག་གི་ཡིན་སོགས་ནས་ཡང་སེམས་ལ་དང་སྐྱ་ཡོང་དགོས་ཞེས་ཐག་ཡང་བཅད་བྱས་ནས་དེ་བླ་མི་ཀུན་ཏུ་ཚུར་ལོག་འོང་རྒྱུ་རེད་གསུངས་པས་དེ་ཡང་བླ་མས་བཀའ་བཅད་དང་ན་ཤངས་པས་ཁོ་ན་ནོངས་པའི་ཡིད་ཆེས་ཏེ། ཡས་ཁྱེད་དེ་ཡོད་སྐབས་སོང་རེད་ད་ཚུར་ལོང་འོང་དུས་ཙམ་ནས་དེ་ནས་བླ་མ་དགོངས་པ་མཚམས། ཁྱོད་ཀྱི་ངག་གི་སྐྱེ་མེད་ལ་གཡུ་རྡོག་པོ་ཅི་ཡོད་པ་དེ་ཚུར་བསྐུར་མ་བྱ་ད་རུང་དངུལ་མདུང་དུ་རྒྱོགས་ནས་དབོན་ཡས་ཡིད་དབང་གིས་གནང་ཞོག་ཟེར་ཁྱོད་ཀྱིས་ཁྱོད་དེ་འདྲ་བྱེད་མི་བྱེད་ཀྱི་མི་ཅིག་ཡིན། ངས་ཁྱོད་ལ་དེ་བསྐུར་མ་བྱ་འདུག་ཟེར་ཉེས་ཆད་བྱས་ནས་ཁྱོད་ངག་གཡོགས་ང་སོ་ཚང་མ་གཡོགས་ནས་དེ་ནས་ཡུལ་ལོང་སྐྱེས་འགྲོ་ཚར་རེད་ཡོང་རྒྱ་ཁྱོད་འགྲོ་ས་མེད་འདུག་ས་མེད་ཧ་ཅེ་ཧུ་ཏུ་བྱས་ནས་ཁྱོད་ངག་ཚིག་ག་ཚོད་འོང་རེད་ཟེར་ནས

དེ་ཡོད་པའི་སྐབས་སུ་ཡུམ་གྱི་བླ་མ་དངོས་པོ་གྱི་དྲུང་དུ་རྫོང་ནས། གདམས་ངག་གནང་ནས་སྒོམས་ཀྱང་བླ་མེད་ཀྱི་སྐབས་མ་འཕྲོག་པས་དེ་ཡན་ཚེ་བཅུ་ཟད་ཆུ་བཤལ་རུ་མ་འདོད་གསུངས་རེད། དེ་ནས་ཡང་སྡང་མིག་དམར་བོ་དག་མཐོང་སྙིང་དུ་ཆས་ཚར་རེད། དེ་མི་ཟད་ཀྱི་དག་དགྲ་ཆུང་མ་རྦ་ལོ་ཙཱ་འདི་ཅི་ཞིག་འདུག་ན་མི་ཤེས་བླ་མ་གཞན་དག་ལ་ནི་དབང་གནང་གི་འདུག་ཁྲེལ་གནང་གི་འདུག་ད་འདི་ནི་ཆོས་ཀྱི་ཆེད་དུ་འདི་གཙང་འདི་གཙང་གི་བཀའ་ཤོད་བྱེད་མཁན་དེ་ལ་ནི་ཆོས་རྡོ་པོ་སྐྱེས་བུ་མི་གསུངས་པའི་སྐྱེས་ཡིན་ན་གསུངས་ནས་ད་ཡུམ་སྐྱེས་བུ་བླ་མ་ལ་ཕ་ཁྱེད་ལོག་ལྟ་བཤད་དུས་ཀྱི་ཚུལ་འདྲ་པོ་ཧ་ལམ་གྱིས་རྙེད་ཚར་ནས་དེར་ཁོང་གིས་བཟོད་མ་ནས་ད་བླ་མས་ནི་ཁྱོད་རྗེས་སུ་འཛིན་ས་མ་རེད། ཆོས་ཐོབ་ས་མ་རེད། ད་ཁྱེད་རང་བླ་མ་དངོས་པོའི་སྐུ་མདུན་ལ་སོང་དུ་དེ་ནི་དེ་དྲག་ས་རེད་ངས་ཁྱོད་རྗེས་སུ་འཛིན་རོགས་གྱིས་ཟེར་ནས་ཡིད་ཆེས་ཀྱིས་དྲིལ་ཕྱག་རྟེན་གྱིས་བསྐོས། ཁྱོད་བླ་མ་དངོས་པོའི་སྐུ་མདུན་ལ་སོང་དུ། དེ་ནས་རྗེས་སུ་འཛིན་རོགས་བྱས་ན་དེ་དགའ་ས་རེད་མ་གཏོགས་ད་ཅི་བླ་མ་དམར་པོའི་སྐུ་མདུན་ནས་ཁྱོད་ཤི་ན་ཤི་སྐྱོ་རྒྱུ་རང་རེད་མ་གཏོགས་ཁྱོད་ཁྱོད་ཐོག་ས་མ་རེད་ཟེར་ནས་ད་ཡོང་སྐྱིའོ་དེ་ལྷ་པ་རེད་ཧུད་ཐོག་འོང་དུས་དེ་ཡོང་སྐྱི་རོགས་པ་བྱས་པ་ལ་དེ་ནས་བླ་མ་དངོས་པོའི་སྐུ་མདུན་ལ་སོང་བླ་མ་གི་དངོས་པ་ཤོག་རྗེས་སུ་གཟིམ་གདམས་ངག་བསྟན་སྒང་སྐྱུག་སྒང་ཁྲིད་བྱས་དེ་འདྲས་བྱས་པ་རེད་དེ་ཡིན་ན་ཡང་ད། བླ་མ་ཞིག་ཁྱོད་ཚོང་དུ་འགྲིག་གི་རེད་ཨོང་བདག་མ་གཞན་ལ་ཞུ་ཟེར་བ་ལྟ་བུ་གི་བཀའ་ཁྲོག་རྩ་ནས་ཡོད་མ་རུང་བ། བླ་མེད་ཀྱི་བཀའ་ཁྲོག་དགོངས་པ་མེད་པའི་རྒྱུ་མཚན་ལ་བརྟེན་ནས་ཁོང་གི་ག་ཚོད་གདམས་ངག་སྒམ་ག་ཚོད་ཉམས་སུ་བླངས་ན་ཡང། ཡང་རང་རྒྱུད་ལ་ཕན་འབུལ་གྱི་ཡན་ཏན་ཏིལ་འབྲུ་ཙམ་ཡང་བཤད་རོགས་མ་བཞེས་པ་རེད། ཅུང་ཟད་ཅུང་ནས་བཤད་མ་འདོད་གསུངས་རེ་ཤི་བ་མི་བཤད་བཤད་རོགས་མ་བཞེས་པ་རེད་གསུངས་པ་རེད། དེས་བླ་མའི་གི་བཀའ་ཡི་གཞན་ན་ཡང། དངོས་པོ་གི་ཞག་ཞེས་བཤད་དེ་བླ་མའི་དྲུང་དུ་ཞལ་འབེབས་སོང་ད་བླ་མ་དངོས་པ་གང་རེ་ཡང་ཧུ་ཐུག་སོང་བ་ད་ང་གི་ཁྱོད་ལ་གདམས་ངག་བསྟན་ཀྱང་ཕན་ཐོག་ས་མ་རེད་དེ་མི་ཐོག་པའི་རྒྱུ་མཚན་དེ་བླ་མ། མ་བབ་གི་ཁྱོད་ལ་བཀའ་འཁྲོལ་མི་འདུག་རྒྱུ་མཚན་དེ་ཡིན་ས་རེད། ད་ངས་ཁྱོད་རོགས་པ་བྱེད་དགོས་ཟེར་ནས་དེ་ནས།

ཤངས་པས། ཤངས་པས་སུ་ཆ་བ་ཤངས་སུ་ད་དེ་ཚིག་མ་དག་པ་རེད། ཤངས་པས་ཆར་བབས་པ་ལྟ་བུ་ཤངས་སུ་གསུངས་པ་རེད། དེ་བླ་མའི་སྐུ་མདོག་ཚོ་སྐྱ་དེ་འདྲས་ཤེས་ཡོང་དུས་གོང་ན་བླ་མ་མ་བབས་ཀྱི་ཚོགས་སྐོང་བཏང་ནས་ཚོགས་བཏང་ནས་བསྡད་ཡོད་རེད་ཚོང་ཆོས་སྐོར་དེ། ཚོང་ཆོས་སྐོར་དེ་བསྡད་ཡོད་པའི་མདུན་དུ་བླ་མ་སྔོ་པག་གི་ཡ་ཞོ་སྣ་འདྲེན་བྱས་ནས་དེ་མ་བབས་ལོ་མི་ལ་རས་པ་ཁྲིད་ནས་ཡ། དྲ་མཐའ་ལ་འགྲོ་དུས་ལ་མ་གི་བཀའ་སྐྱེལ་གནང་ནས་ཡན་མ་བླ་མ་རྔོག་པ་ཁྱེད་རང་ཉོག་པད་མ་སི་མ་ངན་པ་སྣ་འདྲེ་ཤི་མི་ཅིན་ཡན་ཁོ་ལ་གི་ལས་ཀ་ལས་མི་ཅུ་ནས་ཁྱོད་གི་ཕ་ཁྲི་ཁྱོད་གི་ཕ་ཅི་ཡོང་གི་གཡུག་སྐུ་སྐྱི་མོང་ཕ་ཅི་ཁྱོད་ཡིན་འདུག་བྱས་ནས་བླ་མ་རྔོག་པ་དང་མི་ལ་རས་པ་གཉིས་ཀོག་ལ་རྒྱལ་སྡུག་མྱང་དུ་བྲེ་བཀའ་སྐྱེལ་འཆར་རྒྱུན་དུ་ཕ་ཅི་སྡུག་སྡུག་ཉིན་དུས་ལ་བླ་མ་གི་དེ་གྱོང་གྱོང་གསུངས་པ་མ་གཏོགས་རྗེས་སུ་འཛིན་རོགས་བྱེད་གི་ཡོད་མ་རེད་ད་ནང་བྱུང་བ་ནས་ཁོང་གི་ཐུགས་དགོངས་ལ་ང་ལས་ངེས་དཔེ་ཀྱི་སྡིག་སྒྲིབ་ཆེ་བས་ན། རང་བསྡུས་པས་ནི་མ་ཚད་བླ་མ་དངོས་དཔའ་ཡང། བླ་མ་དངོས་དཔའ་དང་ཡོན་ལ་ཡང་འདི་ཙམ་གྱིས་འོ་བརྒྱག་བྱའོ་གསུངས་ནས་ད་མི་ལ་རས་པ་པས་མ་ཟེར་གྱི་ཐུགས་ཕམ་གྱི་ཡོད་རེད་ད་ང་རྗེས་སུ་འཛིན་པ་ང་ལ་བཀའ་སྐྱེལ་གནང་པ་མ་ཟད་པ་ཅིག་གིས་དེ་ཡུམ་ལ་ཡང་ད་བཀའ་སྐྱེལ་གནང་དགོས་རེད་བ། ག་ཟེར་ན་ཡུམ་གྱི་གཞུང་སྣ་འདྲེན་བྱས་ནས་བླ་མ་དངོས་པོ་སྐུ་མདུན་གཏོང་མཁན་ཡུམ་རེད་དེ་དེ་ནོ་ཐང་ཆད་བླ་མ་མ་བར་ཤེས་ཚར་རེད་ཡུམ་ལ་བཀའ་སྤྱད་ནོ་ཆོག་གི་དེ་ཕུ་ན་སྟོང་ཉིད་ཆད་ཟེར་ནས་བཀའ་སྤྱད་མྱང་དུ་གནང། བླ་མ་དངོས་པ་གི་གདམས་ངག་བསྟན་ཁར་ཡུམ་བདག་མེད་མེད་གི་བཀའ་མ་བཅོ་ནས་བཟུང་དུ་བླ་མ་གདམས་ངག་བསྟན་རྗེས་སུ་གཟིམ་དགའ་ཡི་རེད་འོ་དེའི་བོ་གཟུགས་ཉིད་ཆད་ཟེར་གྱི་བླ་མ་དངོས་པ་ལ་བཀའ་སྤྱད་གནང། ད་ངག་མི་ཉན་ང་རང་བདུད་སྡིག་ཆེ་བའི་རྒྱུ་མཚན་གྱི་མགོ་ནས་སྔོན་མ། རྒྱས་དང་མི་འདྲ་བ་གཅིག་གིས་ངས་བདེ་སྐྱིད་ཉི་མ་བསྐྱལ་ལ་མི་ལྟ་སོ་འཇུ་སོ་ང་ཟས་སྤུས་ཀྱི་བདེ་སྡུག་ལ་སོགས་པ་དེ་འགྲིག་འདི་འགྲིག་ཞེས། དེའི་རྒྱུ་མཚན་གྱིས་ང་རང་ལ་ཡང་ཆོས་མི་ཐོག་པའི་བསྟན་དོན་འདི་འདྲ་བོ་གི་སྡུག་བསྔལ་དཀའ་ངལ་མང་པོ་ཅིག་སྤྲད། ང་གི་རྐྱེན་བཤད་ནས་ཡོངས་ལ་ཡང་འདི་འདྲིག་གི་སྡུག་བསྔལ་མང་པོ་ཅིག་བླ་མེད་གི་བཀའ་རྐྱེན་རག། བླ་མ་དངོས་པ་ལ་ཡང་ང་གི་གནོད་བྱེད་ནི་དེ་བཀའ་རྐྱེན་མང་པོ་འདི་འདྲིག་ཅིག་རག་དེ་སོགས་ནས་ད་ཁོང་སེང་སྡུག་པའི་སྟེང་དུ་སྡུག་ཐུག་ལ་སྡུག་རྒྱག་བཞིན་ཧ་ལས་པའི་གི་ད། ཡིག་འདྲ་པོ་དེ་ཆད་ཅིག་ནས་དེ་ནི་སྡུག་བསྔལ་མྱོང་ནས་བསྡད་ཡོད་རེད་སོང་ལ་སོང་ད་འོ་རྒྱ་ཤོང། ད་ནི་ཁྱོད་མི་ཐོབ་པ་ན་བསྡད་གསོལ་བ་ཁོ་ན་འདུས་པས་ན་ཁྱེད་ནི་ཤི་བའི་དགའ་སྙོགས་ནས་སྐྱེ་དགྲ་བྱེད་པས་ན་བླ་མ། སྔོ་གིན་ཤོག་འདས་པའི་གི་སྐབས་སུ་གསུངས་པ་རེད། ད་ང་རང་ལྟ་ཅི་ཁྱོད་ནི་མི་ཐོབ་པ་བརྒྱ་ཤ་བརྒྱ་རེད་འདུག་བསྡད་ནི་ག་ཟེ་གུ་གུ་རེད་ཚར་སོང་ད་འཇིག་རྟེན་ཁ་དཔེ་ལ་ཡོད་རེ་བ་ཁྲག་དེ་བྱིན་དམྱལ་བར་འགྲོ་བ་ལ་ཤིང་རྫི་མ་སྐྱེ་དགོས་མོ་ཉུང་མོས་ཟེར་བ་ནང་གི་ད་ཅི་ང་ཕྱི་ནང་ནི་ཆོས་མི་རྟོག་ནི་ཕྱི་ན་འགྲོ་ས་རྡོ་རྗེ་དམྱལ་བ་མ་གཏོགས་ནི་མེད་པ་འདྲ་འདྲ་རེད། དེའི་སྟེང་དུ་ད་ང་རང་རང་སྲོག་རང་གིས་བཅད་དགོས་ན་དེ་འཆད་རྒྱུ། དེ་ཡང་སྡིག་པ་བྱས་རྒྱུ་ཅི་མི་འདུག་ད་ཧ་ལས་ཡ་གང་ཡང་མི་འདུག་ང་ལ་ཆོས་མི་རྟོག་པའི་སྟེང་དུ་ན་ཡང་ལ་ཡང་དཀའ་ངལ་བཟོ་མི་བཅུག་བླ་མ་དངོས་པ་ལ་དཀའ་ངལ་མི་བཟོ་ང་རང་ཕོ་ཤི་གང་ན་དགའ་འདུག་སོང་ནས་དེ་ཁོང་གི་སྟེང་དུ་མ་ལ་ད་བཅད་ནས་ཤི་ཅི་བྱེད་རེད་གསུངས་པ་རེད་ང་རང་རང་ཤི་རྒྱལ་གྱི་ཡིན་སའི་སྡུག་ཤི་རྒྱལ་ཞིག་ཐག་བཅད། ཐག་བཅད་པ་ཙམ་ཙམ་མ་ཟེར་བར་ཤི་བའི་ཕས་ཅི་ཤེས་ཤི་ཅི་ཤེས་ནམ་བྱུང་ཅི་ཤེས་ཡོང་དུས་བླ་མ་དངོས་དཔག་གིས་ཆོས་དེ་འདྲའི་མ་ཤེས་ད་རུང་སླང་ཡོང་སླང་མོད་ཀྱི་རྗེས་སུ་འཛིན་པའི་གོ་སྐལ་ཡོད་རེད་ཆོས་དེ་འདྲའི་ཤེས་མི་ཉན་སོང་ནས་དེ་ནི། བླ་མ་དངོས་དཔག་གིས་དགོད་ལག་ཤིག་བསྡད་པའི་སྐབས་སུ་སོང་རེད་ངོ་གིས་ཤོག་འདེབས་པའི་སྐབས་སུ། བླ་མ་མ་དཔག་ཡང་ཐུགས་རྒྱ་ཐུགས་རྒྱ་བསྐྱེད་ཤེས། རྐང་པའི་གཡོག་རྣམས་མདུན་དུ་སྤོས་ཏེ་དེད་ནས་རྗེས་སུ་བཟང་སྟེ་ཤ་སྟག་བཟང་པོ་མང་པོ་གནང་གསུངས་འདུག་གསུངས། དེ་རྗེས་ནས་ད་མ་པ་ཀྲའོ་ཡིན་པ་རེད་ད་བཟོ་བཟོ་བྱས་ན་མ་གཏོགས་འོན་ཏེ་སྡུག་སྡུག་བྱེད་ས་སྐྱིད་སྡུག་གང་ངེས་བྱེད་ས་རེད་བསམ་ནས་ཀྲའོ་ཡོང་འདུག་ཚུལ་ནི་དེ་ལ་མ་པ་དང་གི་ཁོང་ཀྲོ་ལོངས་ཀྱི་ཐང་ཆད་ཕག་བྱི་ཞིག་དོར་བར་ཆགས། མཛངས་མི་ལས་འདྲ་བའི་ཡ་ཆ་ནི་དཔལ་ཡོ་དང་ཀྱི་བླ་མ་དངོས་པ་ཡོ་ཡ་ཕེད་ཤོ་མི་ལ་རས་པའོ་སྐུ་མདུན་ལ་ཕེད་ཤོ་སོགས་ནི་དེ་ནས་བཟང་སྟེ་དེ་ནི་ཁོང་གི་རྗེས་དེ་ནས་དགེ་སྡིག་ལུང་རྟོགས་ཀྱི་སྐོར་དེ་འདྲ་ཞིག་མི་གཉིས་པོད་ཀྱི་ཞབས་རྟ་ལོ་རྒྱུས་མུན་པོ་ཅིག་མཛད་ནས་དེ་ནས་རྗེས་ནས་ཅིག། སློབ་མ་བྱིན་གྱིས་དབྱིངས་ས་གསང་བུ་ཞིག་ནི་ཐུ་མ། ཅིག་གཉིས་གཉེན་བརྩེ་བས་ཀྱི་རྗེས་སོགས་ལ་མཛད་ནས་དེ་ནས་བླ་ལྷོ་འདྲ་བོ་ཅིག་ཅིག་འབྲེལ་བ་བགྱིས་ནས་འགོ་ཚུགས་པ་རེད་སོང་ནས་གཟུངས་འབོག་མུན་པོ་གནང་ནས། མཚན་ལ། རྡོ་རྗེ་རྒྱ་མཚན་དུ་སོགས་སོང་རེད། དེ་མི་སྲིད་ཀི། ད་སྐབས་དེ་དུས་འདྲ་བོ་བྱས་ན་ད་ཁོང་གི་གཅིག་ཚོགས་གསོག་སྒྲིག་གཞུང་ཞིག་བླ་མེད་ཀི་བཀའ་སྐྱོང་ཅུང་སྒྲུབ་རྒྱག་པའི་དགོས་ངོ་ནས་ད་ཁོང་གི་ཤེས་ཀི་ཡོད་མ་རུང་མི་ལ་རས་པ་དང་བླ་མ་དངོས་པ་ཡང་བདག་མེད་མ་ལ་སོགས་པ་རྟོག་པ་མཐོན་པོ་དོ་རེད་སྐད་སྒྲག་ཆེན་དོ་རེད་དེ་ཡིན་ན་ཡང་ད་བླ་མས་ག་རེ་བྱས་ནས་དེ་འདྲས་མྱོང་བཅུག་གི་ཡོད་པ་བླ་མས་ག་འདྲས་བྱས་ནས་ཅི་བྱས་ནས་བཀའ་སྐྱེལ་གནང་གི་ཡོད་པ་ཅི་ཆེད་དུ་ཡིན་པ། ག་རེ་མ་འགྲིག་པའི་ཆེད་དུ་ཡིན་པ་ཐང་ཆད་ཚང་མ་དེ་དན་གྱིས་དོ་ན་རྒྱལ་ཚུགས་མི་ལ་རས་པ་ཁོ་རང་བདུད་སྡེ་དེའི་ཆེ་ཁྲེས་གོ་ཉི་མ་བཅད་ལ་མི་མགོ་སོ་ཆུ་སོ་ང་སེ་གོ་བདུད་པ་ལ་སོགས་པའི་བདུད་སྡེའི་ཐང་ཆད་དེ་ཕ་དག་གཞུང་དེ་མ་བཞེས་ན་དེ་རྟོགས་པ་ཁྱད་པར་ཅན་གྱི་ཟག་མེད་ཀྱི་མཁྱེན་པ་ཟེར་གི་དེ་རང་བརྗོད་ཤེས་མཐའ་འདྲ་བོ་ཤེས་མཐའ་འདྲ་བོ་གི་མཐའ་ཤེས་དེ་ཁོང་ལ་རྩ་ནས་མེད་ནས་ཐབས་དེ་ད་ཧ་ཆེ་ཧུ་ཏུག་འདྲ་བོ་རེད་ནས་དེ་ནས་ཚོགས་བསགས་སྒྲིག་པ་གཞུང་བཅུ་ནས་ད་ཙི་སྲབ་རྡོ་ཏི་སོགས་ཐང་ཆད། རྒྱབ་ཀྱི་སྒལ་པ་ཐང་ཆད་ཡང་ཁོང་ཐ་མ་སྲོང་བུག་ཚ་གསུང་མཁན་འདྲ་བོ། དེ་འདྲའི་ཕྱིར་འདི་ཞང་བཙུན་པ་ཀ་ཤའི་སྙིང་རུས་ཞེས་བཅུ་པ་རེད་བཤད་པ་དེ་ལ་བརྟེན་ནས། ད་རང་སྲོག་རང་གིས་གཅོད་ན་དགའ་སྟེ་བསམ་པའི་དུས་ཚོད་དེ་ལ་མ་སླེབས་ཀྱི་བར་དུ་ལ། དེ་ལས་སྡུག་བསྔལ་དཀའ་ངལ་ཅུང་ཅུང་བཞག་ལ་སྐྱེ་དགོས་པ་གི་ཞེ་ཚད་ཐོག་མཆན་ཅི་བྱེད་དུ་རེད་ཟེར་ན་མི་ལ་རས་པ་ཁོ་རང་རྒྱོད་ཀྱི་ཚོགས་བསགས་པ་དང་ཁོ་རང་རྒྱོད་ཀྱི་སྒྲིབ་པ་བྱུང་བའི་ཆེད་དུ་རེད། སྐབས་དེ་དུས་ཚོགས་བསགས་སྒྲིབ་གཞུང་མང་པོ་བྱས་ཚར་རེད་ད། ཚོགས་བསགས་སྒྲིབ་གཞུང་མང་པོ་བྱས་ཚར་བའི་རྒྱུ་མཚན་དེ་ལ་བརྟེན་ནས་ད་བླ་མ་གི་སྦྱིན་གནས་ཀྱི་དབང་དུ་སྐུ་བླངས་དེ་བསྟན། གདམས་ངག་གི་འབོར་ན། ད་ལྟའི་གི་ཕན་ཐོགས་པའི་དུས་ཚོད་ལ་རྗེས་ནས་སླེབས་བསྡད་པ་རེད་སྔོན་མ་ས་སྐྱིད་དུ་མ་སོང་ན་གཅིག་གཙང་མ་བྱས་དག་པ་བྱས་ནས་སྡེ་འདི་ཉིས་སྟོང་ཐང་ཆེ་ཕག་གཞོང་འབའ་ཞིག་བར་དུ། ཚོགས་བསགས་སྒྲིག་སྦྱོང་འདྲ་པོ་ཅིག་མང་པོ་དཀའ་སེ་དཀའ་སེ་ཉིན་རུ་ལ་བརྟེན་ནས་དེ་ནི་བྱེད། དེ་ནི་ཚར་བསྡད་ཡོད་རེད། དེ་མ་བསགས་གི་བར་དུ་དེ་ནི་བླ་མའི་རྗེས་སུ་འཛོམས་ན་ཕན་ཐོགས་གི་ཡོད་མ་རེད་དེ་བཤད་ཚད་དང་རྗེས་མི་ལ་རེ་བར་ཁོ་རང་གི་ཆེད་དུ་རེད་འདོད་པ་དེ་རྗེས་ནས་ཤེས་ཡོང་དུས། དེ་རྗེས་སུ་འཛིན་པའི་འགོ་ཚུགས། འཛིན་པ་རྗེས་སུ་འཛིན་པའི་འགོ་ཚུགས་པ་དེ་ནས་བཟུང་སྟེ་རྗེ་བཙུན་མི་ལ་རས་པས་ཀྱི་མན་ཡོང་དེ་གསར་པ་ཅིག་བསྣུར་ནས་རྡོ་རྗེ་རྒྱ་མཚན་ཡིན་གསུངས་ནས་དེ་ནས་དེ་འདྲའི་བསྟན་པ་རེད་གསུངས་པར་རྡོ་རྗེ་ཟེར་བ་དེ་བར་ཐོགས་འདི་ད་དེ་དག་མན་ཐང་བཅས་འདྲེས་བསྡད་ན་ཚ་བའི་དུས་འདྲ་སྐྱེ་འོང་ས་མ་རེད་མདོར་ན་དེ་ལྟའི་མཚན་ཉིད་དང་བསྟན་པའི་བཟང་པོ་ཡོངས་སུ་རྫོགས་པ་མཚུངས་གསུངས་པའི་དོན་རྐྱེན་གྱིས་ལ་དམིགས་ནས་དེ་ནས་རྡོ་རྗེ་རྒྱ་མཚན་ཡིན་ཟེར་བས་ཀྱི་མན་དེ་གསོལ་བ་རེད་གསུངས་པ་རེད་བདེ་མཆོག་གི་དབང་བསྐུར་བའི་ཚེ་ནས། ལྷ་སྤྲུལ་བཅུ་རྩ་གཉིས་ཀྱིས་དཀྱིལ་འཁོར་ལྔའི་ཟུང་དུ་བསྟན་ནས་སུམ་དུ་བཙའ་ནས་དེ་ནས་རྗེས་སུ་འཛུམ་པ་མགོ་བཙུགས་པ་ནས་བཟུང་སྟེ་ཐོག་མར་ཡི་དམ་ཀུན་གྱི་གཙོ་བོ་འདྲ་བོ་དེ་དག་བདེ་མཆོག་གིས་དབང་སྟེ་ཐོག་མར་མི་ལ་རས་པ་ལ། དེ་ནས་ད་མ་སྦ་ལོ་ཙཱ་གིས་དབང་བསྐུར་རྒྱུ་གི་ཐོག་མ་སྟེ་མི་ལ་རས་པ་ལ་དབང་བསྐུར་རྒྱུ་ཐོག་མ་སྟེ་དེ་ནས་བདེ་མཆོག་གི་དབང་བསྐུར་བ་རེ་ཟུང་རེ། བདེ་མཆོག་དཀྱིལ་འཁོར། བདེ་མཆོག་དཀྱིལ་འཁོར་གྱི་ལྷ་ཚོགས་རྒྱལ་བ་དྲུག་ཅུ་རྩ་གཉིས་ཡོད་དགོས་པ་ཐམས་ཅད་དེ། དེ་ནས་ད་ལྟ། སྒྲ་སྒྱུ་མ་རིག་པ་ལོ་ཙཱ་གི་སྐུ་དགེ་ཐུགས་ཀྱི་སྙིང་གི་གི་སྙིང་གི་གི་དཀྱིལ་འཁོར་དུ་ན་ལ་རང་ཆས་སུ་ལྷ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་ཐམས་ཅད་ཚང་མ་ཡོད་པ་དེ། མངལ་གསུམ་ཉིད་དུ་དེ་ནི་ཁོང་གི་མཐོང་གསུངས་པ་རེ་བཞག་གཟིགས་གསུངས་པ་རེ། ང་སྟོད་སྤྱི་བོའི་རྒྱལ། དེའི་དཔའ་རྡུལ། བདེ་མཆོག་གི་ལྷ་ཚོགས་ཐམས་ཅད་ཞགས་གཟིགས་པ་དང་དེ་བཞིན་ཞགས་འཇའ་བ་ཞིག་པ་ལ། ཡིན་གྱི་མིན་གྱི་མཐོང་ལམ་རྣམ་པར་མི་རྟོག་པའི་ཡེ་ཤེས། ཐོས་ཟིན་པ་ཡན་ཆོད་ཀྱི་འཕགས་པ་ཐམས་ཅད་ཀྱིས། རྒྱལ་བ་ཞི་ཁྲོ་གི་ལྷ་ཚོགས་ཐམས་ཅད་དང་རྒྱལ་བ་ལོངས་སྐུའི་ཞིང་ཁམས་ཐམས་ཅད་མཐོང་རྒྱུ་དང་རྒྱལ་བ་ལོངས་སྐུ་གི་ཞགས་འཇའ་རྒྱུ་དང་རྒྱལ་བ་ལོངས་སྐུ་གི་གསུང་ཐོས་རྒྱུ་དང་རྒྱལ་བ་ལོངས་སྐུ་གི་འཁོར་དུ་སློབ་མ་བྱོན་རྒྱུ་དེ། ས་དང་པོའི་རྟོགས་པ་ཐོག་ཚ་བའི་རྗེས་སུ་དེ་ནི་འཇའ་རྒྱུ་ཅན་དང་ཐོས་རྒྱུ་ཅན་གྱི་རེད་མ་གཏོགས། ས་དང་པོའི་རྟོག་པ་མེའི་ཕྱིན་ཆད་ནས་བཟུང་སྟེ་ས་དང་པོའི་རྟོག་པ་ཡན་ཆོག་གི་འཕགས་པའི་རྟོག་པ་དེ་མེའི་མཚན་ནས་བཟུང་སྟེ་ལ་སོགས་སུ་བཤད་པའི་གང་ཟག་ཐམས་ཅད་ཀྱིས། རྒྱལ་བ་ལོངས་སྐུ་གི་ཞིང་གང་མཇལ་རྒྱུ་མེད་ལོངས་སྐུ་མཇལ་རྒྱུ་མེད་ལོངས་སྐུ་གི་འཁོར་དུ་བསྐྱོད་མི་ནུས་ལོངས་སྐུ་གི་ཞར་མཇལ་མི་ཐུབ་གསང་ཐུབ་མི་ཐུབ་པའི་ཚད་འདྲ་བོ་དེ་རེད། དེ་ནས་ཁོང་གི་བདེ་མཆོག་གི་ཨོང་ཐིང་སྟོང་པོར་སྐུ་འོངས་པའི་གནས་སྐབས་ན་ཡུལ་རྗེ་བཙུན་མ་ལ་རས་པའི་ཐུགས་ལ། ཚོགས་བསགས་སྒྲིབ་པ་བྱང་སེམས་པ་མ་ཟད་པ་གི་ཨོང་བསྐུལ་བ་ཙམ་གྱིས་སྐྱེ་བཞིར་མཐོང་ལམ་མི་རྣམ་པར་མི་རྟོག་པའི་ཡེ་ཤེས་རོ་གཅོད་ཤེས་ཚར་རེ། དེ་བཤད་པའི་རྒྱུ་མཚན་ལ་བརྟེན་ནས། རྗེ་བཙུན། རྗེ་བཙུན་མི་ལ་རས་པའི་ཤིང་ཁྲ་ཁྲ་རོང་གི་མིག་ཁྲ་ཁྲ་རོང་གི་རྟགས་ཡོང་དུ་བཙལ་ནས། འདི་ནི་ཁོང་གི་བླ་མ། མ་སྦ་བློ་བཟོའི་ཐུགས་ཀྱི་དཀྱིལ་འཁོར་གྱི་སྟེང་དུ་ལ། དེ་ནས་རྒྱལ་བུས་ཀྱི་ལྷ་ཚོགས་དེ་རིང་ཡི་དམ་བདེ་མཆོག་གི་ལྷ་ཚོགས་ཐམས་ཅད་རྒྱལ་བུས་ཀྱི་རྒྱལ་བ་དུར་གཙང་དུ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་འདུ་བ་དཀྱིལ་འཁོར་བཅས་ཀྱི་ནང་ལ་ལྷ་དྲུག་ཅུ་རྩ་གཉིས་དེ་སོགས་ཡོད་སོགས་ཡོངས་སུ་རྫོགས་པ་ཐམས་ཅད་ལོངས་སྐུའི་རྒྱལ་བ་རེད་ལོངས་སྐུའི་ཞལ་གྲོགས་རེད་ལོངས་སྐུའི་ཞིང་ཁམས་རེད་ལོངས་སྐུའི་རྒྱལ་བ་རེད་དེ་སོགས་ཐམས་ཅད་ཀྱི་ཞལ་མཇལ་གསུང་བ་རེད་གསུང་ཐོས་གསུངས་པ་རེད། དེ་ཐོས་པའི་རྒྱུ་མཚན་དེ་ཡང་བླ་མེད་ཐབས་ཀྱི་རྐྱེན་གྱི་ནུས་པ་ལ་བརྟེན་ནས། དོན་བརྒྱུད་དོན་གྱི་དཀྱིལ་འཁོར་ཆེན་པོ་ཞག་དངོས་སུ་བྱེད་པ་དང་དོན་གྱི་དཀྱིལ་འཁོར་ལོངས་སྐུ་ཞི་ཁྲོ་ཐམས་ཅད་ཀྱི་རྒྱལ་བ་ཞག་འགྱར་གསུངས་མཐུས། དེ་ཐོས་གསུངས་པའི་རྒྱུ་མཚན་རྟགས་མཚན་འདྲ་བོ་དང་རང་རྒྱུད་ལ་ཡང་མཐོང་ལམ་རྣམ་པར་མི་རྟོག་པའི་ཡེ་ཤེས་ཡན་ཆོད་ཀྱི་འཕགས་པའི་རྟོགས་པ་རང་རྒྱུད་ལ་ཐོས་ཟིན་པའི་རྟགས་མཚན་འཆད་པ་ཀྱིའོ་དེ་རེད། དེ་དུས་དེ་སྲིད་བར་དུ་ལ་ཡང་དེ་ཚོ་སོགས་སྒྲིག་སྦྱོང་བྱེད་རྒྱུ་དེ། མ་གཞི་གི་ཚོང་ལང་ཆེ་འབྲིང་ཆུང་གསུམ་གཞོགས་ལང་གྲོལ་རྩེ་བཟོ་མཆོག་བཞི་ལ་སོགས་པའི་གི་འོས་མིག་གི་ལམ་གྱི། བཤད་རིན་གྱི་ཡན་ཏན་ཐམས་ཅད་རིམ་པར་གྱི་མདོ་རང་བརྗོད་བཤད་དགོས་དེ་བཤད་བ་ཞེས་པའི་ཐབས་དེ་བླ་མེད་གི་བཀའ་བསྒྲུབ་པ་དང་ཅི་གསུང་བཀའ་བསྒྲུབ་བྱེད་རྒྱུ་གྱི་བཀའ་བཤད་སྙིང་རུས་བྱེད་རྒྱུ་དེ་གཅིག་པུ་གི་སྒོ་ནས་དེ་ནས་འོས་མིག་གི་སོ་སོ་བཤད་པའི་གི་ལམ་ཐམས་ཅད་དེ་བགྲོད་ཀྱི་པ་རེད། ཨོང་དང་པོ་བཀོད་པ་དང་རིག་པ་རྩ་གཅིག་ཨོང་ཡོངས་སུ་ཐོབ་སྟེ་མཐོང་ལམ་རྣམ་པར་མི་རྟོག་པའི་ཡེ་ཤེས་རང་རྒྱུད་བྱུང་བ་དེ་བདེ་མཆོག་ལྷ་ཡི་དཀྱིལ་འཁོར་ལ་བརྟེན་ནས་དེ་བྱང་ག་རྒྱུད་ཅིག་དེ་རིང་བླ་མའི་སྐུ་ཐོག་ཉིད་ཀྱི་རྟེན་གཙང་བྱས་པ་ལ་བརྟེན་ནས་སྐུ་ཐོག་མིན་པའི་རང་བྱུང་རིག་པའི་ཡེ་ཤེས་ཆེན་པོའི་རྒྱུད་ཡིག་རིག་པ་ཡེ་ཤེས་རྩ་གཅིག་ཨོང་ཐོག་ནས་མཐོང་ལམ་རྣམ་པར་མི་རྟོག་པའི་ཡེ་ཤེས་ལྔས་འདི་བཤད་གསུངས་པའི་གི་ལོ་རྒྱུས་འོ་ད་དེ་འདྲའི་རེད་གསང་མོད་ནང་ད་ནང་བྱུང་ཆོག་འདྲ་པོ་དེ་འདྲའི་རེད་ངས་གསང་དང་བརྟེན་ནས་གསང་རེད། དེས་ཀྱི་བསྟན་དོན་ལ་ད་གསང་བའི་ངེས་པ་བསྟན་ཅིང་དབང་ཕྱུག་ཐོབ་ཟིན་པའི་ཀྱི་རྒྱུ་མཚན་དེ་ལ་བརྟེན་ནས་གསང་དབང་བསྐུར་བའི་ཀྱི་གནད་བཀའ་ལ་གསང་མཚན་ལ་ཡི་ཁོང་གཞལ་བར་རྡོ་རྗེ་མི་ལ་གཞལ་བར་རྡོ་རྗེ་གསུངས་ནས་དེ་ནས་ཁོང་ལ་མཚན་དེ་བཏགས་པ་རེད་གསུངས་རེད་མ་རིག་པ་ལོག་པའི་རྩ་གི་རྟགས་རྒྱ་རྒྱུ་ཅན་དེ་རེད་མན་ཇི་སྲ་གཉིས་པ་འདྲ་བོ་གཞལ་བར་རྡོ་རྗེ་ཞེས་བཙལ་གསུངས་རེད་ཨང་དང་གདམས་ངག་ཐམས་ཅད་བུམ་པ་གང་བྱོ་ཚུལ་དུ། གོང་དུ་གདམས་ངག་ཐམས་ཅད་བུམ་པ་གང་བཞུགས་ཚུལ་དུ་གནང་གསུངས་རེད། འོ་ད་བདེ་མཆོག་ལྷ་དྲུག་ཅུ་རྩ་གཉིས་ཀྱི་དབང་ཐོབ་རྩ་ཚང་པ་དང་དབང་ཐོབ་པ་དང་ཞར་འཇའ་བ། སྙན་གསུང་དང་མཐོང་བ། རང་རྒྱུད་ལ་མི་རྟོག་པའི་གི་ཡེ་ཤེས་སྐུ་ཐོག་བརྙེས་ཀྱི་རྟགས་ལ་མཚན་མ་བདག་དབང་གི་དབང་ལ་བརྟེན་མི་དགོས་པར་སྐུ་ཐོག་བརྙེས་ལས་འདས་པའི་རིག་པ་ཡེ་ཤེས་རྩ་གཅིག་དབང་ཐོབ་ནས་མཐོང་ལམ་རྣམ་པར་མི་རྟོག་པའི་ཡེ་ཤེས་རང་རྒྱུད་ལ་ཤེས་ཚར་བ་གདམས་ངག་ཐོབ་ཚར་བ་སྤྲུལ་པ་ཐོབ་ཚར་བ་དངོས་གྲུབ་བརྙེས་ཚར་བ་ཐམས་ཅད་དུས་གཅིག་ཏུ་བྱང་གསུམ་པ་བྱིན་གྱིས་རེ་ཟུང་རེ་བུམ་པའི་ནང་ནས་བུམ་པ་སྟོང་པའི་ནང་ལ་ད་ལྟ་རང་ལ་གང་ཞོག་བྱས་ནས་བློ་རྒྱག་པ་ནང་གིས་བྱས་ནས་དེ་དེ་འདྲའི་དུས་གཅིག་ཏུ་བྱང་གསུམ་པ་གཅིག་དེ་འདྲའི་རེ་ཟུང་རེ་ཚུལ་དུ་སྣང་ནས། བཀའ་བཤད་དྲག་པོའི་ཉམས་སུ་བླངས་ནས་སྒྲུབ་པས་ན་མཆོག་གཏུམ་མོ་གི་དངོས་གྲུབ་ཐོབ་པ་ཡིན་གསུངས། རེ་དེ་ནས་བླ་མའི་སྐུ་མདུན་ནས་དབང་ཇི་ལྟར་ཐོབ་པ་ནང་གིས་བྱས་ནས་བཀའ་བཤད་སྙིང་རུས་ཀྱི་ཤིང་དང་མི་ལ་རས་པའི་བཀའ་བཤད་དང་མི་ལ་རས་པའི་སྙིང་རུས་འདྲ་བོ་དེ་ནི་ས་སྟེང་འདིའི་སྟེང་དུ་དང་ས་དཀར་པོ་འདི་ལ་ཆོག་ཆོག་ཐབས་བྱ་བ་འཐོལ་པ་ནི་ཉི་མ་དལ་དུག་པ་དུ་ལ་ཡང་ང་རང་བོད་པ་ཚོ་ནི་མཛོག་བཙུགས་ས་དེ་ག་དཀའ་མོ་སྐད་གསུང་དེ་འདྲ་རེད་དེ་ཚང་མས་ཤེས་ཤེས་པར་དེ་ལྟ་བུའི་བཀའ་བཤད་སྙིང་རུས་བཤད་པ། དེ་ལྟ་བུའི་བཀའ་བཤད་སྙིང་རུས་བཤད་པ་ལ་བརྟེན་ནས་དེ་ནས་གངས་རི་གི་ཚེ་འདི་དང་ལུས་འདིར་བོར་མ་ས་བུ་བསྟན་དུ་ནམ་མཁར་འཕུར་ན་ཞྭ་ནོར་གིས་འཕུར་རྒྱུ་ཡོད་པ། ས་འོག་ལ་ཉག་བཞི་མདོ་འཛུལ་རྒྱུ་ཡོད་པ་ལྟ་བུ་བྱིན་གྱིས་འབྱུང་བ་བརྒྱད་ལ་རང་དབང་དུ་ཐོག་གསུམ་པོའི་དེ་འདྲའི་གྲུབ་པའི་རྟགས་མཚན་བྱུང་བ་རེད་བྱུང་བ་བརྟེན་ནས་མཆོག་གཏུམ་མོ་དངོས་གྲུབ་ཐོབ་ཚར་བའི་རྒྱུ་མཚན་དེ་ལ་བརྟེན་ནས་ནང་གི་ཀློང་ན་ཡང་དག་འཕོ་བཏུབ་པ་ལྟ་བུ་དེ་འདྲའི་ཞྭ་ནུ་གི་འཕོ་བརྒྱུད་པ་སོགས་ཞུམ་པ་མཆོག་དང་མོ་དངོས་གྲུབ་ཐོབ་པ་དེ་འདྲའི་རེད། དེ་ཡིན་དུས་ཚེ་རག་ཐང་ཆེན་ཞང་དགོན་པའི་རྒྱུ་མཚན་དེ་ཡང་བླ་མེད་ཀྱི་བཀའ་ཅི་གསུང་བཀའ་བསྡུ་བྱེད་པ་དང་ཅི་མཛད་ལེགས་པར་མཐོང་བས་ཀྱི་མོས་གུས་དད་པ་དམ་ཚིག་དེ་ལ་བརྟེན་ནས་ཞང་དགོན་པ་ཅན་ཨོ་དེ་འདྲའི་ཅན་གྱི་ཡུལ་འདི་དག་དེ་ལྟ་བུའི་ཚུལ་དུ་བྱེད་དགོས་ཀྱི་རེད་གསུང་རེ་བླ་མ་བསྟེན་ཚུལ་ནུས་ན་དགོས་ཚུལ་དེ་འདྲ་རེད། དེ་ལྟར་གྱི་སྒོས་བོད་ཀྱི་ལོ་རྒྱུས་གཙང་དུ་ཞུན་ཞང་བསྙུང་བ་ཙམ་གྱི་སྤྱིའི་ལོ་རྒྱུས་གཙང་བྱེད་མ་དེ་རིགས་ཁ་ཚང་ཕོ་མོ་སུ་ལ་ཡང་འདི་རྣ་བར་འགྲོ་མཁན་གྱི་འཇིག་རྟེན་དཀོན་ཅིག་རག་གི་མ་རེད་བློ་ལ་བབ་གི་མ་རེད་ཉམས་སུ་ལེན་རྒྱུ་དང་ཕག་བཞག་ཉེས་མི་གང་ཟག་ཅིག་ཡོད་ན་ཁོ་རང་སྙན་པ་རེད་ལྐུག་པ་རེད་མདོག་མདོག་ཅིག་ཚུར་བཤད་གི་རེད་མ་གཏོགས་བྱུས་བོད་ཀྱི་གནའ་འབྲོག་མི་དོ་ལག་ཏུ་དཀར་མོ་སུ་ཡོད་མ་རེད། དེ་ནས་དེས་མ་ཟད་གཅིག་གིས་བོད་པ་ཚོ་སེམས་གཏད་ནས་ཧ་ལས་པའི་གི་སོ་ཐའི་བཀའ་འགྱུར་བསོད་ནམས་ཟེར་རྒྱུ་ཆོས་ཅན་བཙོན་ནང་གཏོང་ན་ནི་བསོད་ནམས་གཞན་མི་འདྲ་བའི་ཆད་པ་ཅིག་ཡིན་ཚུལ་བཤད་རེས་ཤུགས་ཆེན་བྱས་ནས་སོང་ཧ་ལས་པའི་གི་ཐ་སྐྱོ་པོ་དེ་འདྲའི་ད་ལྟ་བར་དུར་ཡོད་ཡོད་པ་ཡིན་དུས་མཐའ་མའི་མཐའ་ཐུག་དེ་ལ་ཨོ། ལྷོ་གྲོ་བོ་ལུམ་བུ་གའི་མི་རྣམས་ཐང་ཆད་གི་དང་གུང་རིགས་གི་དགྲ་གི་ག་གར་སི་མི་ལ་རས་པ་ཁོ་རང་གི་ལུམ་བུ་གི་ནང་ལ་མི་གཅིག་པ་ཡིན་ག་གི་དི་སོགས་ཐང་ཆད་གི་དེ་ནི་ཡ།

གསལ་གྱིས་བཤད། ཐབས་སྣ་ཚོགས་པ་བཤད། ད་ཧ་ཁྱེད་ཧུད་ཐུག་གསལ་མ་ཐུག་ནི་ཤོར་སོང་འགྱོ་ཅིག་དེ་འདྲས་རེད་དེ་མཐའ་མ་ནང་ཁ་ལ་འཕོང་འོང་བ་དེ་ཁོ་རང་ཚོ་མཐོང་གི་ཡོད་རེད་མི་གི་གཞན་ཡིན་མོ་ནི་མི་ལ་རས་པ་མི་དགའ་མཁན་གི་དེ་འདྲས་གི་མི་སོང་མི་གཅིག་གི་ཁོ་རང་གི་སྤུ་གི་དེ་ལ་མཛོ་སྣ་ཁྲིད་ཅོ་ཁོ་རང་གི་མཛོ་ལ་སྙ་སྐྱ་ནི་གཞན་ཡིན་མོ་བསྡད་པའི་སྐབས་སུ་སྤུ་གི་ཅོ་མཆུ་དེ་ཨ་ཕ་ཨ་ཕ་ནང་ལ་ལྟོས་དུ་ཡ་གི་མི་གཅིག་འཕུག་གི་འཕུག་གི་འདུག་ལྟོས་དུ་ཟེར་ནས་མཛོ་གི་རྩུ་དུ་བཙགས་ནས་ཕ་དེ་གི་ལྟ་རྒྱུ་ཅི་ཡང་མ་རེད་མཛོ་སྣ་ཁྲིད་ནས་འགྲོ་ཟེར་དཔལ་རྟགས་མེད་ཀྱི་བུ་དཔལ་རྟགས་མེད་ཀྱི་བུ། བདེ་སྐྱིད་མི་འདྲ་དེ་ཚོ་ཚོ་ང་བཤད་པའི་བདེ་སྐྱིད་དེ་འཕོག་གི་ཡོད་རེད་བལྟ་རྒྱུ་ཡོད་མ་རེད་ཟེར་ནས་དེ་ནས་དེ་འདྲ་བཤད་ཀྱི་ཡོད་རེད་དེ་བལྟ་རྒྱུ་ལོས་ཡོད། ཀྱི་འཇིག་རྟེན་མིག་དེ་རིང་སོག་ནང་གཏོང་ན་ཚེ་སྟོད་ལ་སྒྲ་དགོས་ས་ལ་སྒྲ་ཡ་ཤ་ཤ་གླིང་དགོས་ས་ལ་ཤ་ལ་སྒྲ་ཤ་གླིང་ཐང་ཆད་ཞེས་ཚར་རེད་དམ་པའི་ཆོས་དུང་སྟོན་པ་གཅིག་གི་གཙོ་མདའ་མཆོག་གཏོང་མུ་གུ་དངོས་གྲུབ་ཐོབ་ཚར་རེད་བདུད་སྡེ་ཉིས་སྟོང་དྲི་མེད་ཚོགས་ཐམས་ཅད་གཞོང་ཚར་རེ། ཆོས་འཇིག་རྟེན་གྱི་ལས་ཀ་ཐམས་ཅད་བུ་གུ་བཟོ་ཚར་རེ། བཟོ་ཚར་ནས་དེ་རིང་ཕུག་གི་ཡོད་རེ་བ་དེ་ནི། ཚེ་སྟོད་ལ་མི་རྟ་སུམ་ཅུ་སོ་ལྔ་མི་མགོ་སུམ་ཅུ་སོ་ལྔ་བསད་པའི་དགེ་རྒན་ཅིག་ཡིན་ན། དེ་རིང་ཡ་གའི་རྟ་རྒྱུག་ལུས་ཡོད་དེ་ནམ་མཁའ་ལ་འཕུར་གི་འདུག་བ་དེ་ནི་ཕུག་གི་ཡོད་རེ་བ་དེ་ནི། ཡིན་ན་ཡང་ད་ཀྱི་མི་དགའ་བ་དང་ཁྲག་རྡུང་ཞེས་བྱས་ནས་ཅིག་སོང་རྗེས་ནམ་མཁའ་ལ་འཕུར་ན་ཡང་དད་པ་མེད་མི་ཅིག་སེམས་ཅིག་རྒྱུ་མ་ལུག་ན་སྙིང་རྗེ་མེད་མི་ཅིག་ཟེར་བ་དེ་འདྲའི་རྐྱེན་གྱིས་ཤིག། ད་རུང་སྒྲ་རྒྱུ་མ་པ་ལི་ཐར་ཟེར་གི་རེད་མི་ལ་རས་པ་ནམ་མཁའ་འཕུར་རྒྱུ་དེ་རྣོ་རིགས་ཡིན་མདོག་འདུག་གོ་ལའི་ངར་ལྷག་པ་ཅིག་ཡིན་མདོག་འདུག་བྱས་ཏེ། དེ་ནས་མི་སེར་མི་སེར་བརྒྱ་ལ་འཚོགས་ན་འདྲ་སྟོང་ལ་འཚོགས་ན་འདྲ་རང་རྒྱུད་སུ་ཆོས་དང་འབྲེལ་དགོས་ན་ཐུབ་པ་ཙམ་གྱི་འབྲེལ་བ་མེད་མཁན་གྱི་བྱས་ནས་དེ་ནས་མེད་ཙམ་མ་ཚང་ན་བཟང་དུ་ངན་སོང་གནས་མེད་བུ་གི་མི་མཁའ་མེད་བུ་གི་གནས་སོ་ལ་ཁ་འཐོར་ཞིག་མགོ་འཐོར་བཞོ་ནི་དེ་བོད་འགྲོ་མི་ཆེན་དེ་འདྲ་བྱིན་གྱིས་བྱས་ནས་དེ་བསྡད་བསྡད་པར་མཛངས་ལུས་ཤེ་ས་གོང་ས་ལ་ཡོད་རེད་བོད་ཤོག་ལ་དེ་འདྲའི་ཐོག་མཐའ་བར་གསུམ་དཀའ་སྡུག་ཡིན་ན་དེ་འདྲའི་ཡོད་བསྡད་པ་ཅིག་དེ་འདྲས་བྱིན་གྱིས་རེད་དེ་མདོར་ན་མི་ལ་རས་པ་ཟེར་མི་དེ་ཐེངས་ཆོད་དུ་འཇིག་རྟེན་གཉིས་ཀྱི་དགོས་པ་དག་དོར་དུ་ལུས་སྟེང་འདི་དེ་འདྲའི་བུ་གི་བུ་གོ་བཅད་ཚར་རེད། འོ་དེ་ཚོ་མ་ཚར་སོང་གསུངས་པ་དེ་གསུངས་པ་དེ་འོ་བླ་མ་ལ་དོང་པ་སྙིང་རུས་བཤད་པ་ལ་བརྟེན་ནས། བཅད་གསུམ་བཀའ་བསྡུ་བྱས་པ་རྒྱུ་མཚན། དེ་ལ་བརྟེན་ནས་དེ་སྐྱེད་མཛད་ལེགས་པར་འདོན་པའི་མོས་གུས་ཀྱིས་བླ་མའི་ཞལ་རྣམས་སེམས་ལ་འཇོག་ནས་དེ་ནས། བླ་མའི་ཐུགས་ཀྱི་རྟོགས་པ་དང་ལྷོ་མོ་གི་སེམས་གཉིས་པོ་དེ་ནི་ཐུགས་ཡིད་ཡེ་མེད་གཅིག་ཏུ་འདྲེས་ནས་དེ་ནས་ཞི་འཕྱང་ཟུང་འཇུག་ཅིག་དེ་འདྲའི་མཆོག་གཏུམ་མོའི་དངོས་གྲུབ་བྱུང་བ་དེ་འདྲའི་རེད་པས་དེ་ལྟ་བུ་ཤེས་ནས། ད་བླ་མ་སྟེང་བསལ་ཏེ་དེ་འདྲའི་དཀའ་སེལ་སྙིང་རུས་དུལ་མཁན་གྱི་དགོས་རྒྱུ་རེད་མ་གཏོགས་རྣ་བར་འགྲོ་མཁན་ཡོད་ན་ཤིང་སྡོང་དུ་མ་བཞད་ན་ཕ་རོག་ཟ་རྒྱུ་ཁོ་བསད་ན་བསད་ཆོག་ཆོག་སྡང་ན་སྡང་ཆོག་ཆོག་བྱས་ནས་རྟག་འདུག་མི་དྲག་ཅིག་ལས་ལ་དམ་པོ་ཆོས་ཀྱི་འབྲས་བུ་གཅིག་གིས་ཤོང་དགོས་ཟེར་ན་ཤོང་དགོས་ཀྱི་ལོ་རྒྱུས་དང་དག་པ་ཡང་མི་འདུག་མ་འོངས་པ་ལ་དེ་འདྲའི་གི་རེ་མཁན་སུ་དག་ཡོད་རྒྱུ་མ་རེད། རེ་མཁན་ཡོད་ན་ཡང་རེ་བ་གཏོང་ཟད་པ་དང་ཁྱེད་རང་རང་མགོ་རང་སྐོར་མཁན་རེད་མ་གཏོགས་བྱུང་རྒྱུ་མེད་པ་རྒྱ་ཤ་རྒྱ་དེ་འདྲའི་ཐག་བཅད་པ་གཅིག་དེ་འདྲའི་རེད་འདུག་ཨོ་ད་དེ་འདྲའི་དེ་རིང་དེ་ཙམ་ཡིན་མ་གཏོགས་ཡང་དེ་རིང། འདི་སྐད་ཁྲི་སྟོང་སྟེ་ཆ་ཚང་བ་བྱིན་གྱིས་དེ་རིགས་ཟས་འཐུག་ས་དང་འགྲོ་འཐུག་ས་མ་རེད། ཡ་ཡ།